རྒྱུན་ལས་རྣམ་པ་ཚོས་ཀྱིས་གོ་སྒྲིག་བྱས་རྗེས། ཨེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཡི་འཁྲུངས་སྐར་གྱི་མཛད་སྒོ་འཆི་མེད་ཀྱི་སྟབས་བསྟུན་རྗེས་དེ་རིང་ཨ་ནི་དབྱར་སྐྱིད་ཀྱིས་གོ་སྒྲིག་ཞུས་པ་རེད། འདི་ལ་ང་ཨ་ནི་ཕྱུགས་ཡོང་རོགས་བྱེད་ཟེར་ནས། སྒྲོན་ཤོ་དྲག་གི་དུག་བྱུང་བ་རེད། རྩ་བའི་གིས་ད། དབྱར་སྐྱིད་འདྲ་པོ་དེ་འདྲའི་ལག་ང་དེ་དམིགས་བསལ་གི། དེ་འདྲའི། བཅར་བྱས་ནས། ཞུ་གི་མེད། ཡིན་ནའི་གིས་ད་ལན་འདི་ནང་ལ། ཨ་ནི་དམིགས་བསལ་གི། ཨ་ནི་ཕྱོགས་མཐའ་མང་པོ་གཅིག་ནས་ཨ་འདི་ག་ལ་དབྱར་སྐྱིད་དང་གྲགས་ཆེ་ནས་ཨ་ནི་སྐུ་མགྲོན་ཕེབས་ཉིན་ཡོད་རེད། འདི་ཡིན་པ་ཡིན་དུས་འདི་ནང་ལ་ཨ་ནི་སྐད་ཆ་ཚིག་གཅིག་གཉིས་ཅིག་བཤད་རོགས་བྱས་ན་བཤད་གི། འདི་གསུངས་པ་ཡིན་དུས་ངས་ད་ཕྱུགས་ཅིག་བཅར་ན་དྲན་སོང། ཡིན་ནའི་སྐད་མང་པོ་བཤད་པ་ལ། ཨ་ནི་དེ་རིང་རྣམ་པ་ཚོ་ཚང་མ་ཨ་ནི་སྤྲོ་སྐྱིད་ཀྱི་སྣང་བ་སྒང་ལ་ཡོད་པ་ཡིན་དུས། ཨེ་ནི་ཕན་ཐོགས་ཤིག་ཡོང་གི་མ་རེད་དྲན་གྱི་འདུག་དོན་དག་རྡོག་རྡོག་ལ་དེ་རིང་འདི་ངས་ག་རེ་བཤད་ཉེས་བྱུང་སོང་དྲན་པས་ན། ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་ང་རང་ཚོ་ལ་ཨ་ནི་ད་ལྟ་བསྡད་ལ། ཨ་རིའི་སྡེ་བ་གཅིག་ལ་ཡིན་ཡིན་ས་ཡོད། སྡེ་བ་གཅིག་ལ་སྐྱབས་མགོན་རིན་པོ་ཆེ་ཁྱིམ་བཅུག་སྐབས་དེ་ལ། ཨ་མ་ཚོ་སྤུ་བོ་མང་པོ་བཟོས་ཤོག་ཨ་ཨཱས། དེ་འདྲི་ཅིག་བཀའ་གནང་ཡོད་རེད། དེའི་གར་ཅི་ནས་བཀའ་གནང་པ་རེད་ཟེར་ན། ད་ལྟ་ང་ཚོ་རྒྱ་གར་ལ་ཡིན་པས་ན་ཕལ་ཆེ་བ་བསླབ་གྲྭ་དེ་ཚོ་སྒོ་ཐེབས་འགྲོ་གི་ཡོད་རེད།

ཏན་ཏན་བྱས་ཡོད་རེད་དྲན་གྱི་འདུག་དེ་ཡིན་པའི་དུས། ད་ལན་དེ། ང་ད་གི་དེ་ཅི་འགྲིག་མི་འགྲིག་ཅི་ནི་སྐད་ཆ་བཤད་བསྡད་པའི་སྐབས་ལ། ཨེ་ནི་ཨར་དགའ་བོ་གཅིག་གོ་ལ། འདིས་ལོ་འདིའི་ནང་ལ་སྤུ་གུ་ཉི་ཤུ་རྩ་གཅིག་རེད་ཉི་ཤུ་རེ་གཅིག་ཨེ་ནི་གསར་པ་བྱུང་ཤག་ཟེར་གྱི་འདུག། བྱས་ཙང་དེ་ཡིན་པ་ཡིན་དུས། གཅིག་ནས་ག་རེ་རེད་ཟེར་ན། དེ་ནི་སུད་སི་དེ་ཡར་རྒྱས་སྤེལ་མ་ཟད་ཧ་ལས་པའི་ཡར་རྒྱས་ཕྱིན་པའི་རྒྱལ་ཁབ་ཅིག་རེད་འདུག་སུ་ཡིན་པ་ཡིན་དུས། ང་ཚོས་ཀྱི་སྤུ་གུ་ག་ཚོད་ཅིག་གིས་འཕེལ་རྒྱས་བྱེད་ཐུབ་པ་གིས་འདི་ག་ཞིག་གི་སྤྱི་ཚོགས་ཀྱི་མཐུན་རྐྱེན་སྦྱར་ཡ་དེ་ག་ཡོད་པ་ཡིན་དུས། རྒྱ་གར་སྡེ་པ་དང་ལྟོ་གོས་ཚོང་རྒྱབ་ཁ་ཕྱེ་ནས་སྤུ་གུ་བཞག་ས་མེད་པ་སྤུ་གུ་བསླབ་ས་མེད་པ་དེ་འགྲིག་གི་མིན་པས་ཡིན་དུས། འདི་གའི་དེ་ངེས་པར་དུ་བསམ་བློ་བཏང་ནས། མ་འོངས་དཔལ་གྱི་སོན་རྩ་བཅད། ཨ་ནི་ང་ཚོ་འདིས་ངེས་པར་དུ་ཨ་ནི་ད་ལྟ་སྤུ་གུ་འཕེལ་རྒྱས་བྱས་ཏེ་ཏན་ཏན་དགོངས་པ་བཞེས་བསྒུགས་འདུག་ད་སྤུ་གུ་འཕེལ་རྒྱས་བྱས་ཚར་བའི་རྗེས་ལ་གནད་འགག་ཆེ་ཤོས་ག་རེ་ཆགས་ཡོད་རེད་ཟེར་ན། སྤུ་གུ་འདི་གའི་འདི་ལ་ཕ་མེས་ཀྱི་སྤུ་གུ་སྐྱེ་ཐུབ་ཙམ་མ་ཡིན་པ་བཅད་འདིས་བྱས་ལ།

ཕ་མེས་ཀྱི་སྤུ་གུ་མཉམ་པོ་ལ་བོད་ཀྱི་རྒྱ་བལ་གྱི་འགོ་བཙུགས་པ་ཡིན་ན། སྤུ་གུ་འདི་གི་དེ་ཤ་ཁྲག་རུས་པ་ཚང་མ་བོད་པ་རང་ཡིན་པ་ཡིན་དུས། བོད་ཀྱི་དེ་རྒྱང་ལས་སླ་པོ་མགོ་ལས་སླ་པོ་འདི་ཡིན་པ་དེ་ཐང་ཅིག་སྤུ་གུ་ཆུང་ཆུང་སྐབས་ནས་བོད་ཀྱི་དེ་སྤུ་གུ་སོ་སོ་གི་སྐེ་ལ་སྦྱར་ཚར་བ་ཡིན་ན། ཨེ་ནི་དེའི་རྗེས་ལ་ཨེ་ནི་ཕྱི་རྒྱལ་གྱི་སྐད་རྒྱང་ནས་ཀྱི་ཨེ་ནི་ལས་སླ་པོ་གང་ནི་རྟོགས་ཐུབ་ཀྱི་རེད་ཤེས་ཐུབ་ཀྱི་རེད་འདི་བྱས་པ་ཡིན་དུས། ཨེ་ནི་དེའི་རྗེས་ལ་པུ་གུ་ཏི་གིས་ཨེ་ནི་བུ་བོད་ཡིག་གི་བྲིས་ཀློག་བསལ་ཏེ་ཨེ་ནི་རིམ་པས་རིམ་པས་རིམ་པས་བྱས་ནས་ད་ལྟ་གཟའ་མཇུག་གི་སློབ་གྲྭ་གསལ་འདྲ་པོ་བཏང། དེ་ནི་ཕ་མ་གི་འདོད་ཚུལ་ཡོད་པ་ཡིན་ན་རེད། དེ་འགྲིག་གི་ཐོག་ནས་སྦྱང་ཡག་གི་གོ་སྐབས་ཡོད་རེད་འདི་ཡིན་པ་ཡིན་དུས་ང་རང་ཚོ་གར་གཅིག་རེད་ཟེར་ན། ལྟོ་གོས་གཏམ་གསུམ་ཁོ་རང་ལ་བརྩིས་ནས། ཨ་ནི་ད་གང་ལྟར་སྤུ་གུ་དེ་ད་ལྟ་ཨ་ནི་ད་ལྟ་ནས་སྐད་སྦྱང་བཞག་པས་ན་མ་འོངས་པ་ཨ་ནི་སྤུ་གུ་དེ་ཚོ་སློབ་སྦྱོང་ཕྱིན་ལས་ཀ་མགྱོགས་པོ་རག་གི་རེད་ཟེར་ཡག་གི་འདི་འདྲིས་ཀྱི་དགོངས་པ་བསམ་བློ་ཕུ་ཐག་ཆུང་ཆུང་བཏང་ནས་ཨ་ནི་ད་ལྟ་ང་ཚོ་གི་འདུག་བལྟས་པ་ཡིན་ན་གཟའ་མཇུག་བསླབ་གྲྭ་བཙུགས་ཡག་འདི་ཧ་ལས་པའི་གི་དགོངས་པ་རྒྱ་ཆེན་པོ་བཞེས་གནང་བཞག་ད་ང་ཚོ་གཟའ་མཇུག་བསླབ་གྲྭ་སྤྱི་ཁོག་གི་གང་ལ་མ་ཡིན་པ་བྱས་ཕ་མ་དེའི་དགེ་རྒན་སྐད་ཡིག་བསླབ་ཡག་ལ་རྒན་དམ་ཤུད་དེ་ཕ་མ་དེ་ཚོས་ཁས་གནང་ཡག་བྱས། ཕ་མ་དེ་ཚོ་གིས་སྤོ་སྒུག་དེ་ཚོ་ལ་བོད་སྐད་རྩ་བ་རང་ནས་ཨ་ནེ་གི་བཀླག་རྒྱུ་མེད་པ་དེ་ཕ་མ་རྣམ་པ་ཚོ་གིས་བཟོས་རོགས་བྱས། འདི་ངས་དེ་རིང་འདས་ཨ་ནེ་རྣམ་པ་ཚོ་དེ་ང་ཚོ་གཅིག་བྱས་ན་ཨ་ནེ་དེ་སུས་ཁོ་རང་གི་བཀའ་དོན་མང་པོ་ནས་འདུག་རྩོམ་ཞབས་པའི་གི་མི་ནང་རུ་ན་ཡོད་ས་རེད་རེ་རེ་རེ་རེ་གིས་ཨ་ནེ་སྐད་ཆ་དེ་འདྲི་བ་གལ་ཆེན་པ་ཡིན་ན་ཨ་ནེ་ཕ་མ་ཡག་ཅིག་དེ་ཡུལ་མི་ཡིན་པ་དེ་འདྲི་ཡོང་གི་རེད། ཡ་གཅིག་ཡོད་པས་ན་ཡ་གཅིག་དེ་གིས་སྤུ་གུ་དེ་བདག་པོ་ཐོན་གི་རེད་དྲན་གི་བ་རེད། སོ་སོ་གི་བདག་པོ་བརྒྱབ་པས་ན། ཨ་ནི། བྱས་ཙང་ངེས་མ་ང་ཚོ་སྤུ་གུ་ལྔ་བཅུ་ཞིག་འདུག་བཏང་ཡོད་རེད། རྒྱལ་བ་རིན་པོ་ཆེ་གིས་ད་ལྟ་ཟླ་དྲུག་དེ་འདྲའི་སྤུ་གུ་ལྔ་བཅུ་ཞིག་དེ་བཏང་བཞག་པའི་སྐབས་ལ། འདི་གི་སྐབས་དེ་དུས་ལ། ཨ་ནི་ང་ཚོ་གཟའ་མཇུག་བསླབ་གྲྭ་དང་བོད་པའི་གི་སྤྱི་ཚོགས་ར་པོ་འདུག་སི་མེད་པ་ཡིན་དུས། ཀྱི་གཏིང་རྗེ་ཕྱིན་ཚར་བ་རེད། འདི་ཚོ་གི་ནང་ལོགས་ལ་བོད་པ་ཡིན་ཟེར་ནས་སེམས་ཤུགས་ཡོད་རེད་དེ་སེམས་ཤུགས་ཡོད་ནས་ཀྱི་ད་བསམ་བློ་བཏང་པའི་ཁ་ཨ་སྐབས་དེ་དུས་ང་ལ་ཨ་ནི་གོ་སྐབས་འདི་འདྲི་མ་རག་བ་ཅན་ང་འདི་འདྲི་ཆགས་འདུག་ཨ་ཟེར་ཡ་ཀྱི་བརྗོད་པ་ཏན་ཏན་ཡོད་རེད་དྲན་གྱི་ཡོད། དེ་ཡིན་པ་ཡིན་དུས་ད་ལྟ་ང་ཚོ་འདི་ནང་ལ་ང་ཚོ་ད་ལྟ་བོད་སྐད་རྒྱ་བས་ཡོད་དེ་འདི་བྱས་ལ་སྤུ་གུ་དེ་ཚོ་འདི་ལ་བོད་སྐད་རྒྱ་བས་མེད་པ་ཆགས་འདི་གི་བྱེད་མ་ཡིན་དུས། ང་ཚོས་གི་མི་རིགས་ཀྱི་ཨ་ནི། རྩ་མེད། རྩ་བ་བརླག་འགྲོ་ཡ་དེ། མི་རབས་གཅིག་མ་གཏོགས་ལྷག་ཡོད་མ་རེད་ད་ལྟ་ང་ཚོ་གི་སི་འདི་འདྲ་པོ་ཅིག་གི་བོད་ཡིག་སློབ་སྦྱོང་གི་གར་སོ་རེད། འཇང་དབྱངས་དང་གཟའ་མཇུག་རེད་ཕ་མ་དེ་ཚོ་གི། ཨ་ནི་མགོ་བཙུགས་ནས་ཁྱིམ་ཚང་ནས་མགོ་བཙུགས་བྱས་བྱས་ནས། ཨ་ནི་གར་སོ་རེད་ང་ཚོ། དེ་བོད་སྐད་ཐོག་ལ་དོ་སྣང་མ་བྱས་པས་ན། ད་བོད་སྐད་ཤེས་ནས། ཨ་ནི་ཡི་གེ་བྲིས་མ་ཤེས་པ་ཡིན་ནའི་གི། ད་འདི་མ་རྩ་འདི་སྐད་རྒྱབ་ཡ་ཡོད་རེད་ང་ཚོ་བོད་པ། མི་འབྲེལ་ལ་ཚུད་འགྲོ་བ་རེད་བོད་པ་ཕྱེད་ཀ་ཆགས་ཚར་བ་རེད། དེའི་ཕྱེད་ལ་ཨ་ནི་སོ་སོའི་དངོས་གནས་རང་བོད་པ་མཚན་ལྡན། བོད་པའི་གི་ཤེས་རིག་ཐོག་ལ་སློབ་སྦྱོང་བྱེད་གིན་ཡིན། བོད་པའི་གི་ཨ་ནི་མི་རིགས་སྲུང་སྐྱོབ་བྱེད་གིན་ཡིན་སྐད་རིགས་སྲུང་སྐྱོབ་བྱེད་གིན་ཡིན་ཟེར་ན། ཨ་ནི་ཡི་གེ་འདི་སྦྱང་སྐད་ཡིག་འདི་སྦྱང་སྐད་ཡིག་སྦྱང་ཡ་ལ་ཐབས་ལམ་ཞེ་དྲག་ཡོད་རེད། ཨ་ནི་སྤོ་བོ་གི་འདི་ལ་ཨིན་སྐད་ལེགས་རེད། འདུ་བྱེད་པས་འདུས་དེ་འདྲས་དེ་ངེས་པར་དུ་གནང་རོགས་བྱེད་ཅེས་ནས་ཞུ་ཡ་ཡིན། ད་འདི་ངས་དེ་རིང་དེ་ཞུ་དགོས་ག་རེ་ཡིན་ཟེར་ན་རྣམ་པ་ཚོ་དེ། ཐུགས་སྤྲོ་བཏང་ཡ་འདི་གས་སྤྱང་པོ་རིན་པོ་ཆེ་གི་སྐུའི་འཁྲུངས་སྐར་དང་སྦྱར་ནས་དབྱར་གྱི་ཡིན་ཞེས་ནས་ཞུས་བཞག་ད་ལྟ་སྤྱང་པོ་རིན་པོ་ཆེ་གི།